སྔོན་མ་ད་ང་ཚོའི་གྲོགས་པོ་བརྗོད་གྲོགས་པོ་དེ་ཁོ་ཡ། འོ་ནི་འཁྱམ་འཁྱམ་འགྲོ་འདུག་སོ་ད་གཞན་པ་ནང་པ་ཡིན་ལ་ངེས་ཀྱི་ད་ཕྱི་རྒྱལ་མི་ཞིག་ཐུག་སོང། འོ་ནི་དེ་ལ་བཀའ་འདྲི་ཞུ་ཡི་འདུག་སོ་ད་ཁྱོད་ནང་པ་ཡིན་པའི་སྒྲུབ་བྱེད་ག་རེ་ཡོད་ན་ང་དཀོན་མཆོག་གསུམ་ཁས་ལེན་གྱི་ཡོད་ལ་འདུག་ད་དཀོན་མཆོག་གསུམ་ག་རེ་རེད་ལབ་པ་ཡིན་ན་ད་དཀོན་མཆོག་གསུམ་བཤད་ཡ་མི་འདུག་སོ་ད་སུ་སུ་རེད་ན་གཅིག་སངས་རྒྱས་རེད་ལ་ཡི་འདུག་སོ་གཅིག་སུ་རེད་ཟེར་ན་སྤྱན་རས་གཟིགས་རེད་ལ་ཡི་འདུག་སོ་གཅིག་སུ་རེད་ལ་ཡི་འདུག་སོ་ད་གུ་རུ་རིན་པོ་ཆེ་འདི་འདྲ་འདྲ་བ་བཤད་ཀྱི་འདུག་སོ་ད་ཁོང་ཚོ་བསམ་བཏང་བ་ཡིན་ན་ད་ཁོང་ཚོ་དད་པ་རྣམ་དག་ཅིག་ཏུ་ཡོད་རེད་ད་མོས་པ་ཁར་སོ་ད་དེ་ལ་རྩེ་གཅིག་ཏུ་དད་པ་ཅིག་ཡོད་རེད་དེ་ཡིན་ན་ཡང་ད་ཡུལ་དེའི་གནས་ལུགས། གནས་གསུམ་ཚེ་ད་ཁོང་ཚོ་ཇི་མ་ཇི་བཞིན་རྟོགས་ཡོད་མ་རེད་འདི་བྱས་ཙང་རྨོངས་དད་དེ་མཐའ་གཅིག་ཏུ་དེད་པ་ཡིན་ལ་ཞུ་ཡིན་ཐུགས། ཕལ་ཆེར་ངའི་མི་ཚེ་ལ་དྲ་བ་བརྫུས་ནས་ཕལ་ཆེར་ལོ་བཅོ་ལྔ་ལྷག་ཆགས་སོང་རོགས་རྨོངས་དད་ལ་ལྟོས་པ་དེ་རིང་ནང་བཞིན་གྱི་གོ་མྱོང་མེད། དངོས་གནས་ཁོ་ད་སྤྱི་བཏང་གི་ཁོ་རང་ཚོ་གི་ལུང་མང་པོ་ཞིག་དྲངས་གནང་སོང་རྨོངས་དད་ལ་སེམས་དང་བ་སེམས་དང་བ་དད་པ་ལ་སེམས་དང་བ་ཞིག་གོ་རེད། ད་འདི་ལྟས་སུ་མནར་མ་སོང་ཁོང་ཚོ་གི་རོགས། སེམས་སྡང་བ་ལ་ཡོད་དུས་ཀ་སུ་འདི་ཏག་ཏག་རང་འགྲེལ་ལ་ཡོད་རེད། དེ་མཛོད་རང་འགྲེལ་ལ་ཡོད་རེད་དེའི་རྗེས་ལ་ཏག་ཏག་སྒྲུབ་སྡེ་བཅུ་བཅུ་འདུས་བ་ལ། སྡེ་པ་ནི། སེམས་ཉོན་མོངས་དང། ཨ་ནི་ཉེ་ཉོན། གྱི་རྙོག་པ་བསྒྲལ་བྱེད། འདི་འདི་འདི་བཞག་བཞག་ཡོད་རོ། ད། ཡང། དཀར་སེར། རྨོངས་དང་སྦང་བའི་ལོ་ལོ་དང་ལ་དུས་ཀ་སུ་ཉོན་མོངས་པའི་ས་མང་ནང་བཞག་བཞག་ཡོད། མདོར་བསྡུ་ན་ཁུང་ཙི་གི་ད་ཞལ་ཟས། ད་རོ་བརྒྱ་དང་ལྡན་པའི་ཟས་ཅིག་ལ་དུག། སྤྲད་བཞག་པ་དེ། ཨ་ཁུ་འཛིན་གྱིས་ད་འདི་ཡག་པོ་ཡིན་འདི་གཙང་མ་ཡིན་འདི་ཟ་ཆོག་གི་རེད་དེ་འདྲི་ཞིག་ནང་བཞིན་ཞིག་དཔེ་ལ་མཚོན་ན་དེ་འདྲི་ནང་བཞིན་ཞིག་འགྲོ་གི་འདུག་རོགས་གཅིག་དེ་ཁོ་ཚོས་ག་རེ་གསུངས་ཟེར་བ་ཡིན་ན་ད། རྨོངས་དད་དེ་ད་དེང་སང་རྨོངས་དད་ལས་དེ་ཕེབས་ན་ཡག་པོ་རེད་ཟེར་གི་མཚོན་ག་རེ་ཡིན་ཟེར་བ་ཡིན་ན་བརྒྱ་ཆ་དྲུག་ཅུ་བརྒྱད་ཅུ་ཟེར་བ་བརྒྱད་ཅུ་དེ་ལས་ལྷག་ཟེར་རེད་ད་གཅིག་གསུངས་ཟེར་བ་བརྒྱ་ཆ་དྲུག་ཅུ་བདུན་ཅུ་བརྒྱད་ཅུ་དེ་ཆ་ཚང་རྨོངས་དད་བྱེད་མཁན་རེད་ཟེར་ནང་པ་སངས་རྒྱས་ད་འདི་ང་བཤད་ཀྱི་མེད་རོགས་གལ་སྲིད་ཡིན་པ་ཡིན་ན་ཡང།

བརྟག་དཔྱད་བཏང་ཡ། བརྟག་དཔྱད་བཏང་ནས་རིག་པའི་ཕ་བརྟག་དཔྱད་བཏང། ཡ་བ་རེད་བྱ། ཡིན་དེ། ལའི་འབྲི་ཡ་གང་མེད་རྒྱུ། དེ་ནི་མ་རེད་ད། ཕ་བསྟེན་དགོས་རེད་དངོས་སུ་ཕ་དེ་ནི་བསྟེན་དགོས། དེ་འདི་གི་དུས་ཚོད་དེ་ལ་སྙེ་མ་མཁན་རིན་པོ་ཆེ་ཞིག་ཡོད་རེད་ང་ཚོ་མཁན་རིན་པོ་ཆེ་ཞིག་ཁོང་གིས་ག་རེ་གསུང་ཟེར་བ་ཡིན་ན་དེང་སང་ཁོང་ཚད་མ་དཔེ་ཁྲིད་གནང་རོགས། དེང་སང་ད་སྦྲང་འཇེམ་པ་དང་གཅེར་བུ་པ་དང་ད་ག་རེ་ཟེར་ཁོང་ཚོ་ཡོད་བ་མང་པོ་ཅིག་ང་ཚོ་རྗེས་དྲག་པ་དང་ཁོང་ཚོ་ལ་བྱེད་ར་བྱེད་དགོས་མ་རེད། ད་དེང་སང་ཁོང་ཚོ་ཡོད་མ་རེད། ད་དེང་སང་བྱེད་དགོས་ཡ་དེ་ཚན་རིག་པ་རེད།

ལགས་སོ་ཐུགས་རྗེ་ཆེ། ད་ང་ཚོ་བསྡད། དེ་གི་གོང་དུ་དགག་སྦྱོར་དང་སྒྲུབ་སྦྱོར་གཉིས་ཀའི་ཐོག་ནས། ཐོག་མ་བརྗོད་གཞི་རྟིང་བ་ཟེར་མཁན་དེ་ཡང་གྲུབ་པ་རེད་གོམས་པ་དང་པོ་དེ། དེ་ནས་གོམས་པ་གཉིས་པ་དེ། རྩོད་གླེང་གི་དངོས་གཞི་དེ་རེད་ཕན་ཚུན་སྤེལ་མར་བྱས་ནས་དགག་སྦྱོར་དང་སྒྲུབ་སྦྱོར་གཉིས་ཀའི་རེ་མེད་རིན་པོ་ཆེ་ནས་ཡག་པ་དགག་བཞག་གནང་ཡ་དེ་གི་ཧ་ནས་རྩོད་གླེང་གི་དངོས་གཞི་དེ་ཆགས་བསྡད་ཡོད་རེད། དེ་རྩོད་གླེང་དངོས་གཞི་དེ་ཡང་གྲུབ་པ་རེད། ད་ཇི་ལྟར་ང་རང་ཚོ་དེ་དུས་ཚོད་འདྲ་བོ་དེ་ཆུ་ཚོད་བརྒྱད་དང་ཕྱེད་ཀ་ནས་ཆུ་ཚོད་བཅུ་བའི་བར་དུ་རེད་ད་ལྟ་ཆུ་ཚོད་དགུ་དང་སྐར་མ་གཉིས་རྩ་གཉིས་རེད་འདུག་ད་དུང་ཡིན་ན་ཆུ་ཚོད་ཕྱེད་ཀ་ལྷག་དེ་འདྲ་ཅིག་ཡོད་བསྡད་པ་རེད་འདིའི་འདུས་རྩ་ནི་ང་ཚོ་ལ་ད་ལྟ་དུས་ཚོད་སྐར་ཚོད་ཟེར་ན་སྐར་མ་ཉི་ཤུ་ཡོད་རེད་ད་ད་དུང་ཡིན་ན་གོམ་པ་གསུམ་པ་དེ་ལ་སྐར་མ་ཉི་ཤུ་ཡོད་རེད་ད་ཐ་མ་དེ་ག་རེ་ཟེར་ན་གོམ་པ་གསུམ་པ་དེ་ཨ་ནི་དགག་ཕྱོགས་གྲུབ་རྗེས་གཉིས་ཀས་ཀྱི་རྩོད་གླེང་མཇུག་བསྡོམས་གནང་ཡས་རེད། དགག་འཇོག་གི་ཡིན་ན་ཡང་ད་ལྟ་མང་པོ་ཞིག་བཀའ་མོས་ལུང་རིགས་ཀྱི་ཐོག་ནས་གྲུབ་གསུང་དགག་གསུང་དགག་སྒྲུབ་གཉིས་ཀའི་གི་མཇུག་སྡོམ་དེ་གནང་ཡ་རེད། བྱས་ཙང་ད་ང་ཚོ་འདས་ཀྱི་རུས་མིག་ལྟར་དུ་ན་དཔྱད་པ་དེ་གལ་ཏེ་གོ་རེད། ཀ་ཁ་ག་ང་ཅ་དཔྱད་པ་དེ་གལ་ཏེ་གོ་རེད། ད་དེ་རིང་ང་ཚོ་འདས་མིང་དེ་ཡར་མ་བཏེགས་ཟེར་བ་སང་ཉིད་ཀྱི་བགྲོ་གླེང་དེ་ལ་བཀའ་པ་དེ་ལ་ཏག་ཏག་བཀའ་པ་དེ་མི་དེ། ཡོད་པ་ཅིག་ཀ་བ་ལ་འོང་དུ་ཀ་བ་མི་དེ་ཏག་ཏག་དེད་པ་ཅིག་ཁ་བ་ལ་དང་ཁ་བ་ཏག་ཏག་དེད་དེད་པ་ཅིག་དེ་རིང་ངས་དེ་ཀ་བ་ལོ། ཁ་བ་ལོ་འོང་དུ་ལ་ཀ་བ་དེ་སྔོན་ལ་སླེབས་དེད་དོ་དེ་ཡིན་དུས་སམ་དེ་ནི་མ་ཡིན་པ་ཅིག་ང་ཚོ་རུས་མིག་དེ་ལ་ཏག་ཏག་ཏག་ཏག་དེད་ཐུབ་པ་ཅིག་ང་ཚོ་དེ་གཙོ་སྐྱོང་བྱེད་མཁན་ཡིན་ན་ཡང་སྟབས་བདེ་བོ་ཅིག་ཆགས་དེད་ཀྱི་འདུག་འདི་ངས་དེ་ག་རྨོངས་ཆ་ཞུ་ཡ་ཡིན། ད་ང་ཚོ་དེ། ད་དེ་ག་ཟིན་ད་ད་རྟེན་འབྲེལ་དབང་དུ་དཔྱད་པ་ལབ་ན་ཐ་མ་དེ་རེད་དཔྱད་པ་དེ་ལ། དགག་ཕྱོགས་ཀྱི་དཔྱད་པ་དང་གྲུབ་ཕྱོགས་དཔྱད་པ་གཉིས་ཡོད་པའི་ནང་ནས་ཐོག་མར། གྲུབ་མཆོག་གི་བཅའ་བ་ནི། ཨ་ནི། སོ་སོའི་གིས་རྨོངས་དད་དད་པ་ཡིན། ཟེར་བའི་གིས་དང་ལུང་རིགས་ཀྱི་ཐོག་ནས་འཇུག་སྡོམ། ད་གྲུབ་པའི་རོ་འཇུག་སྡོམ་གྱི་གནང་རོགས་གནང། སྐར་མ་བཅུ་ཡོད། དབུ་གཙུག་གནང་རོགས་གནང།
ད་དེ་རིང། རྨོངས་དད་དེ་བརྗོད་གཞི་ཡིན་མིན་སྐོར་ལ་ད་ཚང་མས་ཀྱི་ད་ལྟའི་མགོ་ལ་རྒྱས་ཤིག་རྒྱས་པ་མང་པོ་ཅིག་གསུངས་སོང། ད་འདིར་རྨོངས་དད་ཟེར་བ་དེ་ལ་ཡང། རྣམ་པ་མི་འདྲ་བ་གཉིས་ཀྱིས་ཤིག་དགོས་དོ་དྲན་གྱི་འདུག་ག་རེ་རེད་ཟེར་ན། ལས་འབྲས་ལ་ཡིད་ཆེས་པའི་སྒོ་ནས་རྨོངས་དད་ཀྱི་དང། ལས་འབྲས་ལ་ཡིད་ཆེས་མེད་པའི་སྒོ་ནས་རྨོངས་དད་ཀྱི་རྣམ་པ་གཉིས་འདྲ་བོ་ཞིག་ཆགས། ད་ལྟ་ང་ཚོ་སྐབས་སུ་བབ་བབ་ཀྱིས་འདི་རྣམས་ཆ།

ཨོ། ལས་འབྲས་ལ་ཡིད་ཆེས་པའི་སྒོ་ནས་རྨོངས་ནས་དད་པ་བཞག་ཟིན་ཡིན་ན་འདྲ། སྦྱིན་སྲེག་ཡང་དག་པའི་སྒོ་ནས་ཤེས་ནས་དད་པ་བཞག་ཟིན་ཡིན་ན་རྨོངས་དད་ཡིན་ན་འདྲ་ཤེས་དད་ཡིན་ན་འདྲ་གང་ལྟར་ཀྱང་ཁོ། ཨོ། ལས་འབྲས་ལ་ངེས་པར་དུ་ཡིད་ཆེས་པ་ཞིག་དགོས་པར། དེ་དགོས་པ་ཡང་ད་ཅིའི་གོང་དུ་ཆོས་མངོན་པ་མཛོད་དང་ནི་ཆོས་མངོན་པ། ཀུན་འདུས་ཐང་ཅན་གྱི་ལོང་བཀྲོངས་རེད། ཡོད་པ་ཉིད་དང་ཡོན་ཏན་གྱི་དང་ནི། ནུབ་པ་ནོར་ལ་མངོན་པར་ཡིད་ཆེས་པ་ཟིན་གསུང་བར། དེ་ཡོད་པ་ཟེར་བ་དེ་ཡང་ལས་ཇི་འདྲའི་ལ་ཡིད་ཆེས་པ་དགོས་གསུང་བར། ལས་ཇི་འདྲའི་ལ་ཡིད་ཆེས་རྩ་བ་ཉིད་ནས་མེད་མཁན་གྱི་གང་ཟག་ཅིག་གིས་དགེ་བ་སྒྲུབ་བ་དང་སྡིག་པ་སྤོང་བ་གྱིས་ཕ་ཆེ་མི་སྲིད་པ་རེད་བ་ཅི་རེད། དེ་འདྲ་ཡིན་དུས་ང་ཚོ་མི། སུ་ཡིན་ན་ཁོང་གི་རྗེས་ལ་རྨོངས་དད་ཅིག་ཡོད་ན། དགེ་བ་ཡང་ཆེར་ཆེར་གཏོང་བ་གྱིས་དང་སྡིག་པ་ཡང་མྱུར་མྱུར་གཏོང་བ་ཡིན་དུས་དེ་འདྲ་བོ་གི་རྨོངས་དད་དེ། རྗེས་ལ་ཡོད་ན་ཕས་ཐོགས་པ་གྱིས་མ་གཏོགས་གནོད་བྱེད་པ་གྱིས་ཕ་གྱིས་མི་འདུག་དྲན་གྱི་འདུག། ད་ལྟའི་རྨོངས་དད་ཞེས་པ་འདི་དམ་པའི་ཆོས་སོགས་ནས་བཤད་པ་དག་ནི་འཇིག་རྟེན་གཉིས་ཀྱི་སྒོ་ནས་བཤད་པ་ཡིན་ན། དམ་པའི་གི་ཆོས་སོགས་ནས་བཤད་པ་ཡིན་ན་རྨོངས་དད་ཟེར་བ་འདི་ལ་བརྟེན་ནས་དགེ་བའི་གི་རྩ་བ་འཇོག་བ་མང་པོ་ཅིག་བཤད་ཡ་ཡོད་རེད། དཔེ་བཞག་པ་ཡིན་ན། ཨ་མ་རྒན་མོ་གཅིག་གིས་ཕྱི་གི་སྲོལ་ལ་དེ་རྨོངས་དད་བྱས་ནས། ཧོ་ཕྱིས་སུ་ད། ཆོས་ཀྱི་སྲོལ་ལ་རིགས་སྲས་འཁྲུངས་བ་འདྲ། ཡང་ཨ་མ་རྒན་མོ་ཁོ་རང། རྗེས་མ་ཞུ་དུ་ཀུན་ཡང་འཇའ་ལུས་སུ་འགྲོ་བ་རེད་ཟེར་ནས་དེ་འདྲ་བཤད་ཡ་ཡོད་རེད་དེ་ཡང་ཁོ་རང་རྨོངས་དད་བྱས་པ་ལ་བརྟེན་ནས་ཆགས་པ་རེད། དེ་མ་ཚད་པ་ཀི་ཚ་ཚ་གཅིག་གིས་མི་གསུམ་ལ་དགེ་རྩ་འཇོག་བྱས་ཡ་ཡོད་རེད། དང་པོ་དེ་ཚ་ཚ་པ་ཁེ་དེ་རྨོངས་དད་ཀྱི་སྒོ་ནས་ཚ་ཚ་པ་ཁེ་དེ་ཁོ་རང་ཤེས་མ་དགོས་བ་རེད་དེ་ཡིད་ཀྱི་ཤེས་སུ་མི་གཅིག་འོང་ནས།

མཚན་དོན་དུ་སློབ་པ་ཙམ་གྱིས་མ་ཟད་དེ་ལ་གུས་པ་བྱེད་པ་ཙམ་གྱིས་ཀྱི་དེའི་གྱི་སོ་ནང་དུ་པའི་ཚད་མེད་པ་ཡོད་ཙམ་གསུངས་ནའང་འདུག་དེའི་ཁར་གཟུགས་སོགས་ན་ཤི་ནས་ཡང་དག་པར་སྐྱེ་དགོས་ལ་ནི་དེ་འདྲ་བ་ཤེས་ན་ད་བཤད་མ་དགོས་བ་རེད་ད་ནི་ཡིན་ན་ཡང་རྒྱུ་མཚན་ཞེ་དྲག་མ་ཤེས་ནས་དེ་ལ་གུས་པ་བྱེད་པ་ཙམ་གྱིས་ཀྱི་དེ་ལ་སོ་ནང་དུ་ནི་ད་སངས་རྒྱས་མི་ཆོག་པ་ཡོད་ཅེས་དེ་འདྲ་གསུངས་བ་རེད། ད་འཇིག་རྟེན་གྱི་ཕྱོགས་སུ་བཤད་པ་ཡིན་ན། ང་རོ་ཆེ་ཆུང་ཁག་ནི་ཕ་མ་དང་ནི་རྒན་རྒོན་དེ་ཚོ་གི་ལྷ་བཤའ་གནང་ནང་དུ་དོན་མེད་ས་ལ་ས་བརྐོ་ཡ་དང་རྡོ་བརྐོ་ཡ་ཡོད་མ་རེད། དོན་དག་མེད་ས་ལ་རྩི་ཤིང་དང་ཤིང་དེ་ཚོ་གང་བྱུང་མང་བྱུང་སྐྱེ་ཡ་ཡོད་མ་རེད་མ་གཏོགས་སྡིག་པ་ས་རེད། དེ་མ་ཚད་ཕྱི་དང་ནི་མཚོ་ཡོད་ར་དེ་ཡི་ནང་དུ་སྐྱེ་དང་བཅའ་པ་ཡང་སྟོང་ཡ་ཡོད་མ་རེད་དེ་འདྲ་བོ་སྟོང་པ་ཡིན་སོང་ན་ཕྱི་ཡི་ནང་ལ་ཕྱི་ཡི་ལྷ་མོ་ཉི་ཤུ་རྩ་གཅིག་ཟེར་ཡ་ཡོད་པ་རེད་ཡ་དེ་དེ་ཚོ་ལ་བཙོ་ཕོ་བ་དང་དེའི་ས་བདག་ལྷ་གཉིས་དེ་ཚོ་འཁྲུས་ནས་འོང་ནས། སོ་སོ་ལ་གནོད་བྱེད་ནི་དེ་འདྲ་བྱེད་ཡག་ཡོད་རེད་ལ་ནི་དེ་ཐང་ཅིག་ཁོང་ཚོ་གི་རྨོངས་དད་ཀྱི་སྒོ་ནས་བྱེད་ཡོད་པ་རེད་ད་འོ་དེ་མ་ཟད་རིག་རྩ་ལ་ལ་ཤིང་རྟ་ནི་རྩི་ཤིང་དེ་འདྲ་ན་ཚ་སྙིགས་སྦྱིན་མོ་འདྲ་ཤིང་རྟ་དེ་ཚོ་ཡག་པོ་ཡོད་པ་ཡིན་སོང་ན་དེའི་མགོ་ལ་ཁ་བཏགས་གཏོང་དེའི་མགོ་ལ་རེ་དང་སིལ་བུ་དང་རེ་མ་བུ་གི་ནི་གི་ད་བཏགས་བྱོས་ནི་ད་འདི་ཚི་ད་གཏོང་ཡིན་འདི་ཅེས་ནོར་བ་མ་བྱེད་རོགས་མ་གཏོང་འདི་ལ་ཡོད་དེ་འདྲ་བྱེད་པ་ཡིན་སོང་ན་སྡིག་པ་དང་དེ་འདྲ་རྒྱ་ཆེ་པོ་ཡོད་རེད་ཟེར་ནས་དགའ། ཆུ་བཙོང་མ་དང་ཆུ་དྭངས་མ་ཡག་པོ་ཅིག་ཡོད་པ་ཡིན་ན་ཡང་དེ་ཡང་ཁྱི་མི་རེད། ལྷོད་གཉིས་ས་དག་གིས་དེ་འདྲ་བ་གནས་ས་ཡོད་པ་རེད་དེ་ལ་དེ་འདྲ་ཁྱེད་རང་ཚོས་བྱས་ཡོད་མ་རེད་མ་གཏོགས། དེ་ལ་སྡིག་པ་དང་དེ་འདྲ་གནོད་པ་དེ་འདྲ་མང་པོ་ཞིག་འཁྱོངས་ནས་ཡོང་རེད་ཟེར་ནས་དེ་འདྲ་བོ་གི་ལྷབ་ཤ་དེ་ཡང། ང་རང་གི་ཆོས་མཆོག་ཡིད་དུ་ཡིན་ན་ཡང་ཕ་མ་དང་དེ་སྲིད་ཀྱི་དེ་འདྲ་ལྷོད་ཤ་སྤྲད་མྱོང། ཡིན་ན་ཡང་དེ་འདྲ་བོ་གི་ལྷབ་ཤ་དེ། ང་ཚོ་ངའི་འདྲ་བོ་གི་ཕ་མ་གི་སྐྱེས་བུ་གི་ཤེས་བྱ་བ་རེད་ཟེར་ན་དེ་མ་རེད་རྒན་པ་ཚང་མ་གི་ཁ་ནས་དུས་རྒྱུན་དུ་སོ་སོ་གི་སྤུ་བོ་དང་སོ་སོ་གི་སྤུན་མཆེད།